བེར་གད་སའི་དུས་ཚོད་ལ་ཡ། ཨན་དང་འཛམ་བུ་ལིན་དེ། བ་གཅིག་གིས་གཅིག་གི་འབྲེལ་བ་བྱས་དེ་ཡ་དེ་ལས་སླ་པོ་གཅིག་ད། ཨན་ནི་ཕན་ཚུན་གྱི་གནས་ཚུལ་མང་པོ་ཤེས་འདི་ཡ་གཅིག་གིས་ལས་སླ་པོའི་ཐོག་ལ་ད་གནས་ཚུལ་ཤེས་དེ་ཡ་དེ་འདྲ་གཅིག་གིས་ད་ཡོང་གི་ཡོད་རེད། ཨན་ནི་གནས་ཚུལ་དེའི་འོག་ནས་ཡང་གཅིག་ཤར་ཕྱོགས་ཀྱི་ཨན་ནི་ཆོས་བརྒྱུད།

ཨ་ནི། དུས་ཆེན་གྱི་ཆད་ཆེ་ང་ཚོ་དེ་འདུ་འཛོམས་ཡོད་པའི་སྐབས་རེད་ཡ། ད་ངས་ལ། ཨ་ནི་སངས་རྒྱས་ཀྱི་ཆོས་དེ་ག་འདྲི་བཞིན་པ། དེ་མ་ངོ་སྤྲོད་ནམ་རྒྱུན་རྟག་པ་དག་བཤད་བསྡད་ཀྱི་ཡོད་ལ། དེ་འབིག་འབིག་ཞུས་ན་བསམ་དྲན་སོང། ཨེ་མ་གཞི་གསར་རྙིང་ནས། དང། ཉི་མ་བདུན་ཕྲག་གཉིས་ཤིག་དང་ཆོས་འབྲེལ་བྱེད་ཡག་རེད། ཟ་ད་ངེར་འདིའི་སྔོན་འགྲོ་དག་ཅིག་སྟབས་གཅིག་སོར་བྱས་བྱས་ཨེ་འདིར་མ་གནས་ཚུལ་རོབ་ཙི་ཞུས་ན་བསམ། བྱས་ནི། དང། འཛམ་བུ་གླིང་འདི་གང་ལ་ཕལ་ཆེར་དང། འདས་པའི་ལོ་སྟོང་ཕྲག་གསུམ། དེ་འདྲ་ཅིག་གིས། དུས་ཡུན་ནས། དེ་འདྲ་ཅིག་གིས་ད་དུས་སྐབས་ནས་བྱས་ནི། ད་ཨ་འདྲ་བ་དུ། གང་འདྲ་ཅིག་གིས་ད་ཆུད་ཚུལ། མང་པོ་ཅིག་ཡོང་གི་ཡོད་རེད། ཆུ་ལུག་ཁ་ཤས་ཕལ་ཆེར་ད། ནུབ་བལྟས་པ་དེ་འདྲའི་ཕལ་ཆེར་ཡོད་རེད། ད། ཆུ་རྒྱུད། མང་པོ་ཅིག་ཨ་འདྲ་མུ་མཐུད་ནས་གནས་བསྡད་ཀྱི་ཡོད་རེད། གཞན་ནི་ཆུ་རྒྱུད།

ཅིག་དང་མུ་སྟེགས་པའི་ནི་ཆོས་རྒྱུད། ལྟ་གྲུབ་ཡོད་དེ་ངས་དེ་འདྲའི། མང་དགུ་ཅིག་དུས་ད་ལྟ་ཡིན་ནས། ད། རྗེས་འཇུག་ཉམས་ལེན་བྱེད་ངན། ས་ཡ་མང་དགུ་ཅིག་ཡོད་ཨ་རེད་ལ། དེ་བཞིན་དུ། ནི། ཅིག་ཡེ་ཤུའི་ཆོས་ཡིན་ནས་རེད། འཇུག་གི་ཆོས་ཡིན་ནས་རེད། ད། ཁ་ཆེའི་ཆོས་ཡིན་ནས་རེད། ནི། པར་སིའི་གི་ཆོས་དང། དེ་ལ་དན་དྲག་གི་ད་ཆོས་རྒྱུད་ལྟ་གྲུབ་ཡོད་བསྡད་པ་མང་པོ་ཅིག་ད་ལྟ་འཛམ་བུ་ནི་འདི་གང་ལ་ཡོད་ཤིན་པ་བྱས་བྱས་དེ་ཡི་མི་མང་པོ་ལ་ཡ་ཅིག་རེ་བ་སྦྱིན་ཡ་ཅིག་ད་ཅིག་དཀའ་ངལ་འཕྲད་པའི་ཁ་ཐུག་ལ་ཅིག་བུ་གའི་ད་སེམས་ཤུགས་ཟིང་ཡ་གི་དེ་འདྲས་གི་བུ་གའི་ད་རྐྱེན་ཤུགས་ཆེན་པོ་བྱས་ཡོང་གི་ཡོད་རེད་སྐབས་རེ་ཡང་ཅིག་ཆོས་ལུགས་ཀྱི་དད་པ་གཅིག་གོ། ད་ཅིག་བསམ་བློ་སྒོ་སུ་ལོག་ཆགས་ཡོད་དུས་ཙང་ནས་ཡང་རྙོག་དྲ་ཡི་ལྟོག་ལྟོག་སུ་ཡོང་གི་ཡོད་རེད་དེ། ཡིན་ནའི། སྤྱི་ཡོངས་ནས་འཛམ་བུ་གླིང་འདི་གང་ལ་ཕན་ཐོགས་ཡོད་དང་ཡོད་བཞིན་པ་བྱས་བྱས་འདི་སྦྱིན་པ་རེད། ད་རེ་སྐལ་ས་དུས་རབས་ཉི་ཤུ་རྩ་བཞི་པའི་ནང་སླེབས་བསྡད་ཡོད་རེད། དངོས་པོ་ཡར་རྒྱས་ད་ཧ་ལས་པ་ཅིག་འགྲོ་དང་འགྲོ་བཞིན་པ་རེད། དངོས་པོ་ཡར་རྒྱས་ཕྱིན་པ།

ས་བྱུང་ཡོད་རེད། རེད་དེ་ཡིན་ནས་ཕྱི་དངོས་པོ་ཡར་རྒྱས་ཟེར་ཡ་འདི་གཙོ་བོ་ཡིན་ནས་ག་ཚོགས་རེད་བུ་གེ། ང་རང་ཚོའི་ད་ལུས་པོ་དང་འབྲེལ་ལྟས་ངན་གི་ཨེ་ནི་ཅིག་ནད་ན་ཚ་རོ། ཅིག་མཐུན་རྐྱེན་མ་འཛོམས་པའི་དཀའ་ངལ། ཨོ་དེ་ཚོའི་ད་ཨེ་ནི་བ་འགས་རྐྱེན་སེལ་ཡ་ཅིག་ད་སྡུག་བསྔལ་སེལ་ཡ་ཅིག་ད་ཨེ་ནི་ཅིག་ལུས་ཀྱི་བདེ་ཐང། ད་ག་ནས་ཤིང་གི་ཕུག་གི་མཐུན་རྐྱེན་འཛོམས་པོའི་འོག་ལ་ཡ་ཅིག་མི་ཚེ་སྟབས་བདེ་པོ་ཡོང་ཡ་ཅིག་དེ་འདྲའི་གི་ཐོག་ལ་ཡ་ད་ཕན་ཐོག་ཞིབ་པོ་ཅིག་གོ་ཡོང་གི་ཡོད་རེད། དེ་ལས་གཞན་དུ་ཅིག་ནང་སེམས་གི་ཐོག་ནས་ཅིག་ཨེ་ནི་དཀའ་ངལ་འཕྲད་བསྡད་ཡ་དེ་ཕྱི་དངོས་པོ་ཡར་རྒྱས་གི་ཟེར་ཐུ་ཡ་མེད་པ་རེད། ད་གསལ་པོ་ཆགས་འདུག་ག་དེར་སྐད་ས་ཅིག་དངོས་པོ་ཡར་རྒྱས་ཧ་ཅང་ཚད་མཐོ་པོ་སླེབས་བསྡད་ངེས།